བཀྲ་ཤིས་བདེ་ལེགས། ནི། ད་ལྟ་ཡི་ཉིན་དེ་གི་ནང་ལོགས་ལ་ཡང་ནི། བོད་ཡིག་གི་སྒྲུང་དེབ་ལ་འཛིན་གྲྭ་གཉིས་པའི་གི་གནས་ཚེ་ཡི་སྒྲུང་གི་མཚན་ཉིད་དེ། འདོད་མི་འདོད་ང་ཚོ་མཉམ་དུ་ཅིག་ལྟ་ཤ་བ་ར། ད་ནི་ངའི་བོད་ཡིག་གི་སྒྲུང་དེབ་སྤྱང་གྲུང་ལྡན་པའི་བུ་མོ་དབྱངས་ཅན་ཟེར་ཡའི་སྒྲུང་དེབ་འདི་དོན་ཡོད་འདི་དཔེ་དྲ་པོ་འདུག་བྱས་ཙམ་གྱིས་བསྟན་ཡོད་ར། མཐོན་པོ་འདུག་གནས་ཚད་དང།

ཅེས་བདུན་བརྒྱད་ཀྱི་ལོ་ཙཱའི་སྒྲོག་ཅེས་རེ་བྱ་སྟག་དང་འཛིན་གྲྭ་གཉིས་པ་གི་བུ་གུ་གི་ལོ་ཙཱའི་དང་ཏག་ཏག་ཐོན་གྱི་འདུག་དེ་དུས་སྟོན་པ་གྲོང་ནང་གི་མི་སྣ་གཙོ་ལོག་པ་པོ་དང་ལོ་ཉེས་ངན་ཡིན་དགོས་ཟེར་ཡ་དེ་ཡང་པའི་ངོས་ནས་མཐུན་པོ་འདུག་ད་དེ་གི་ནང་ལོག་ནས་ཡང་ན་དམིགས་ཡུལ་དང་ཚིག་དོན་དེས་དེ་གི་ནང་ལོག་ལ་ལབ་ཡང་དེ་དམ་པ་ནི་ཁོ་བུ་མོ་ཡང་ཅན་ཟེར་ཡ་དེ་པ་ལ་མི་ལ་ཉམས་དང་ཆུ་ལོག་ལ་འཆམ་འཆམ་ལ་འགྲོ་དགོས་ད་འཆམ་འཆམ་ལ་འགྲོ་དེ་དམ་པ་ནི་འཆམ་འཆམ་ལ་འགྲོ་ས་ནས་ནི་བྱ་གླག་ག་རེ་ཉོས་དང་མ་ཉོས་ག་རེ་དགོས་ཡོད་མེད་ཟེར་དེ་འདྲའི་སྒང་ནས་ཁྱེད་ཀྱིས་ཤེས་བྱའི་རེ་བཞག་ནི་འདི་ཡི་དང་ཁོ་རང་ཚོ་གི་གནས་ཚད་དང་མཐུན་པ་དཔེ་མཐོན་པོའི་རེ་བཞག་ཟེར་ཤོས་གཅིག་ཡིན། དེ་ནི་ད་སྒྲུང་གི་བརྒྱུད་རིམ་གྱི་ནང་ལོགས་ལ་ཁོང་ཚོས་ག་རེ་ལབ་ཡོད་རེད་ལབ་ན། གཅིག་གི་ཐ་སྙད་ཀྱི་གྲངས་ཀ་དེ་གཅིག་སྟོང་ནས་གཅིག་སྟོང་ལྔ་བརྒྱ་གཅིག་ཨ་ནི་ཉུང་ཤོས་དེ་ལྔ་བརྒྱ་ནས་ཉིས་སྟོང་བར་དུ་ཡོང་དགོས་སྲིད་ཀྱི་འདུག་ཨ། ད་ནི་ང་ཚོ་གིས་སྟབས་བདེའི་དབུས་གཅིག་རྒྱབ་བྱ་བ་ཡིན་ན། ནི་ང་ཚོས་རྩིས་སྟབས་བདེ་བོ་ཞིག་བརྒྱབ་བཞག་པ་ཡིན་ན། དེ་གི་ཐིག་གྲངས་རེ་རེ་གི་ནང་ལོགས་ལ་ཐ་སྙད་བཅུ་གཉིས་ཆ་སྙོམས་ཀྱི་ཐ་སྙད་བཅུ་གཉིས་སུ་བརྩིས་བརྒྱབ་ཡོད། དེ་ནི་ང་ཚོས་ཐ་སྙད་བཅུ་གཉིས་དེ་བྲིས། དེ་ནི་ཤོག་གྲངས་གཅིག་གི་སྒང་ལ་ནི་ཐིག་གྲངས་ཁ་ཤས་ལ་གཉིས་བཅུ་བརྒྱུད་འདུག་ཁ་ཤས་ལ་གསུམ་བཅུ་བརྒྱུད་འདུག་ཁ་ཤས་བཞི་བཅུ་བརྒྱུད་འདུག་ཁ་ཤས་ལྔ་བཅུ་བརྒྱུད་འདུག་རེད་བ། ཆ་སྙོམས་ཀྱི་ནི་ཐིག་གྲངས་བཞི་སུ་ནི་བརྩིས་བརྒྱག་གོ་རོགས། གོང་དང། གཅིག་གཉིས་དེ་ཞིག་གི་འགྱུར་དགོས་རེད་བ། ད། ཆོས་བསྒྱུར་ཚར་བ་དང་ཨ་ནི་ཤོག་གྲངས་ཆ་འདོམས་ག་ཚད་འདུག་ན་ཤོག་གྲངས། བཅོ་བརྒྱད་འདུག་བཅོ་བརྒྱད་ཀྱི་ནང་ལོགས་ནས་ནི་མགོ་ཤོག་དེ་གཅིག་ལེན་ཞུ་ད་ནི་བཅུ་བདུན་ཆགས་ཚར་རེད་དེ་ནི་བཅུ་བདུན་དགོས་རྒྱུ་དང། ཐ་སྙད་བརྒྱད་བརྒྱ་དང་བཅུ་དྲུག་འདུག་བ། ད་ཐ་སྙད་བརྒྱད་བརྒྱ་དང་བཅུ་དྲུག་དེ་ཁོ་རང་ཚོས་ཀྱི་དེ་ལ་ལབ་བྱ་རྒྱུ་རེད་ཆོས་ཉུང་ཤོས་ཀྱི་ཐ་སྙད་ལྔ་བརྒྱ་དང་མང་ཤོས་ཀྱི་ཐ་སྙད་ཉིས་སྟོང་ཡོད་ཟེར་དེ་གི་ནང་ལོགས་ལ་དུ་བ། ཨོ་དེ་གི་དེ་ད་ལྟ་གི་གནས་ཚད་དང་མཐུན་པའི་གི་ད་ཆ་དེ་གི་དེ་རེད། ད་འདི་ནང་གནས་ཚད་དང་མ་མཐུན་པ་དེ་གར་འདུག་ཟེར་བ་ཡིན་ན། ཚིག་གྲུབ་གི་ནང་ལོག་གི་ཚིག་གྲུབ་གི་ཚིག་གྲུབ་རེད་ཐ་སྙད་ལྔའམ་དྲུག་གང་རུང་ཡག་ད་ཡག་ཤོས་ཡིན། དཔྱོད་ཅན་ཡོད་ན་ཡང་འགྲིག་གི་ཡོད་ཟེར་ཅི་ཐོག་དེ་ལ་ང་ཚོ་གི་ད་དེ་དམ་པ་དེ་གི་ནང་ལོག་ཐ་སྙད་མང་ཆེ་ཤོས་ད་ལྔ་དང་དྲུག་བརྒལ་རྒྱུ་ཁ་ཤས་བཅུ་ལས་བརྒལ་རྒྱུ་ཡང་མང་པོ་འདུག་དཔེ་ཆ་ཆ་ཡང་ན་ང་ཚོ་གི་འདིའི་སྒང་གི

ཚིག་གྲུབ་མང་རུ་ཕྱིན་ཡོད་ན་ཡང་ཚིག་གྲུབ་ཀྱི་རིང་ཐུང་དེ་ཉུང་རུ་བསྡད་ཡོད་རེད། འདི་དགོས་ཀྱི་རེད་ལ་ནི་ལབ་པ་ནང་བཞིན་དེའི་ནང་ལོགས་ལ་དེ་མེད་པའི་ཟེར་རོ། ཁྱེད་ཚང་ད་ལྟ་འདི་བསྡད་དེ་གནས་ཚེ། ལོ་རབས་གཉིས་བ་གི་སྟེགས་པ་ཡིན་ན་ཕལ་ཆེར་གཅིག་བྱས་ན་གོ་ཚོད་ཡོད་ལ་དཀའ་ལས་ཁ་པོ་མེད་འགྲོ་འོང་སྲིད་ནས་ཞུ་ཡ་ཡིན། ཨ་བ་ཐུགས་རྗེ་ཆེ་དེ་གའི་ཡང་ཁྱད་ཆོས་གཞན་དག་དེ་གའི་དེ་སོ་སོ་གི་དག་ཁྱེད་རང་ཚོས་རང་ཉིད་ཀྱི་དག་བྱེད་བྱས་ན་ཡང་འགྲིག་གི་རེད་ངས་དེ་གའི་སྒང་ནས་ད་གནད་འགག་ཆེ་ཆེ་ཅེས་དེ་གའི་ཁ་ཤས་ཅིག་ཞུས་ཚར་བ་ཡིན་ཐུགས་རྗེ་ཆེ།